ཧ་ཅང་དགའ་པོ་བྱུང། ད་དེ་དང་མཉམ་དུ་དེ་རིང་གི་དེ་གི་དྲི་ལན་དེ་ག་རེ་རེད་ཟེར་ན། ད་ཅི་སྤྱིར་བཏང་གི་སངས་རྒྱས་མགོན་པོ་འོད་དཔག་མེད་དང་འབྲེལ་བའི་དེ་ནས་ཅིག་ད་སྒྲུབ་ཐབས་དང་གསོལ་འདེབས་དང་སྨོན་ལམ་ལ་སོགས་པ་མང་པོ་ཡོད་རེད་དེ། དེའི་ནང་ནས་ད་ང་ཚོ་བོད་ཀྱི་ཡུལ་དང་བོད་ཀྱི་ནང་བསྟན་གྱི་རྗེས་འཇུག་གི་ཁྱབ་ཁོངས་ནང་ལ། ཆགས་མེད་བདེ་སྨོན་ཞུ་བ་འདི་དམིགས་བསལ་ཞིག་ཆགས་དུ་ཡོད་པ། གལ་ཆེན་པོ་རྩ་ཆེན་པོ་དེ་འདྲས་ཆགས་དུ་ཡོད་ས་རེད། དེ་ཡོད་པའི་རྒྱུ་མཚན་དེ་ག་རེ་རེད་ཟེར་བ་ད་དྲི་བ་དེ་དེ་འདྲ་རེད། དེ་ཡིན་དུས་དྲི་བ་འདི་སྤྱིར་བཏང་གི་མི་སྐྱ་ཕོ་མོ་དང་རང་བཞིན་གྱི་མི་དཀྱུས་མ་ལ་མཚོན་ན་ཧ་ཅང་གལ་ཆེན་པོ་རེད། དེའི་རྒྱུ་མཚན་གང་རེད་ཟེར་ན། ད་ཅིག་མི་དཀྱུས་མ་དེ་ཚོ་མང་པོ་ཞིག་གི་ད་མི་སྐྱ་ཕོ་མོ་དག་དེ་ཚོ་གི་མིག་སེར་གི་ད་ཅིག་སོ་སོ་གི་ཁ་དོན་འདོན་རྒྱུ་དང་ནི་དེ། ཅིག་དེ་འདྲའི་གི་ཅིག་ཚོགས་བསགས་སྒྲུབ་སྦྱོང་ག་འདྲ་བྱས་པ་ཡིན་ན་ཡང་ད་དེ་ཚོ་ཅིག་སྟབས་བདེ་དང་ནི། ཆུ་ཆེན་པོ་དེ་འདྲ་ཞིག་གི་ཐོག་ལ་འགྲོ་དགོས་ཡོད་དུས་དེ་ནི་ནམ་རྒྱུན་ཡིན་ན་ཅིག་སངས་རྒྱུས་མགོན་པོ་འོད་དཔག་མེད་དང་འབྲེལ་བའི་ཉམས་ལེན་དེ་ཚོ་ཡང་དང་ཡང་དུ་ད་ཚང་མས་ཉམས་སུ་ལེན་གྱི་ཡོད་རེད། དེ་ཡང་ང་ཚོ་ད་ཕ་ཡུལ་འདྲ་བོ་ཡིན་ན་རྟག་པར་དེ་ག་བདེ་ཆེན་ཞང་ཁྲིད་ཟེར་ནས་བདེ་བ་ཅན་གྱི་ཞིང་ཁམས་དང་འབྲེལ་བའི་ཁྲིད་དེ་འདྲ་ཡང་དེ་ག་ད་འདུ་འཛོམས་ཆེན་པོ་དེ་འདྲའི་ཐོག་ལ་ད་ག་འདྲར་དགེ་བའི་བཤེས་གཉེན་རྣམ་པས་རྟག་པར་གནང་གི་ཡོད་རེད་དེ་འདྲ་རེད་བ། དེ་འདྲ་ཡིན་དུས་ད་བདེ་སྨོན་དེ་ང་ཚོ་དང་འབྲེལ་བ་ཞིག་ཆགས་ཀྱི་ཡོད་རེད་སྤྱི་བཏང་གི་ང་ཚོ་གི་ཡག་ཅིག་དེ་རྒྱབ་ལྗོངས་འདྲ་བོ་ཞིག་དེ་ན་ཐེག་པ་ཆེན་པོའི་ཆོས་ཀྱི་ཉམས་ལེན་གྱི་ནང་ལ་སངས་རྒྱས་མགོན་པོ་དཔག་མེད་དང་འབྲེལ་བའི་ཉམས་ལེན་དེ་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་ཏེ་ཡོད་རེད། རྒྱལ་ཡག་གི་དག་དེ་གི་ནང་པ་འདྲ་བོ་ཡིན་ན་ཐག་ཆེན་གི་དེ་གི་རྒྱལ་གྱི་ནང་བསྟན་ལ་མཚོན་ན་དག་བཞེངས་ཆུ་རྒྱུན་ཟེར་འོང་དེ་གི་དག་རྒྱལ་ཁོ་རང་གི་སྤྱི་འཐུས་བཙོང་ཟེར་གི་ཡོད་རེད་བ། དེ་འདྲའི་དེ་དག་བཞེངས་གི་ཆུ་རྒྱུན་ཟེར་བ་དེ་གཅིག་བོད་ཡིན་ན་ཆུ་རྒྱུན་ཆེན་པོ་བཞི་ལྔ་ཟེར་བ་ནང་བཞིན་ཅིག་ཁོ་རང་གི་ཐེག་པ་ཆེན་པོ་གི་རང་སྐྱེ་ཐུབ་པའི་ཆོས་བརྒྱུད་ཅིག་ཡིན་ནི་རེད། དེའི་ཆོས་བརྒྱུད་དེ་འདྲ་བོ་ཡིན་ན་ཡང་དག་མདོར་ན། བློ་གཅིག་སེམས་གཅིག་གིས་ཅིང་ལྷ་གཅིག་ལ་གསོལ་བ་བཏབ་ལམ་གཅིག་ལ་ལྡོག་པ་དུ་ཟེར་བ་ནང་བཞིན་བྱས་ནས་སངས་རྒྱས་མགོན་པོ་ཧོ་དཔག་མེད་རང་ལ་གསོལ་བ་བཏབ་ཀྱི་ཡོད་རེད། དེ་ལྟ་བུའི་སྲོལ་རྒྱུན་དེ་ལོ་ངོ་སྟོང་ཕྲག་ལྷག་གི་ལོ་རྒྱུས་ཡོད་པ་ཡིན་པ་རེད་ལ་ད་ལྟ་ཡིན་ན་ང་ཚོ་རྣམས་རྒྱན་རྒྱ་དེ་ཚོ་ཐུག་སོང་ན་ནང་པ་ཞིག་དང་ཆོས་པ་ཞིག་ཡིན་ན་ཨ་མི་ཐོ་ཧྥོ་ཟེར་བ་ཞིག། སླེབས་ཀྱི་ཡོད་རེད། ད་འདི་གི། ད་འདི་བ་ལབ་ཡ་དེ་དཔེ་མང་པོ་རེད། དེ་འདྲ་ཞིག་འདི་གི་ཨ་མི་ཐོ་ཧྥོ་ཟེར་བ་དང་ཡིན་གྱི་ཨ་མི་ཏཱ་བྷ། ལེགས་སྦྱར་གྱི་སྐད་ཅིག་མདོར་ན་སངས་རྒྱས་མགོན་པོ་ཧོ་པག་མེད། ཟེར་བ་དེ་རེད། དེ་ཁ་ཡར་དྲངས་ན་མར་དྲངས་ན་ག་རེ་ཡིན་ན་མདོར་ན་ཅིག་མི་ལ་ཅིག་གུས་ཞབས་མཚོན་པའི་མ་རུ་ཅིག་ཚིག་གི་ཅིག་དཔེར་ན་ང་ཚོ་བྱོན་པ་ལགས་སོ་ཟེར་བ་འདྲ་བོ་བཀྲ་ཤིས་བདེ་ལེགས་ཟེར་བ་འདྲ་བོ་དེ་འདྲ་དེ་ཚོ་གི་ཚབ་ཡང་བྱེད་ཀྱི་ཡོད་རེད་ཨ་མི་ཐོ་ཧྥོ་ཟེར་བ་དེ། ནང་པ་ཁྱབ་ཁོངས་ལ་གང་ལྟར་ཡང་སྟག་ཞང་ཆོས་ལུགས་ཡིན་མིན་ལ་མ་ལྟོས་པར་རྒྱ་རྒྱལ་ནང་བསྟན་གྱི་རྗེས་འཇུག་དེ་འདྲའི་གི་ཅིག་འཇར་པན་དང་ཁོ་རེ་ཡ་དང་ཝེད་ནམ་ཐེ་བི་དེ་ནི་རྒྱ་ནག་དང་ད་ཅིག་དེ་འདྲའི་གི་ཐེ་ཝན་ལ་སོགས་པ་ས་ཆ་ཚང་མ་གི་དེ་ག་རང་རེད་དེ་འདྲ་ཡིན་ནི་མི་མང་དུང་ཤོར་མང་པོ་ཞིག་གི་དེ་ནི་ཨ་མི་ཐ་བོ་ཟེར་བ་དེ་ག་དུས་ཡིན་ན་གསུང་གི་ཡོད་རེད་དེ་ཡིན་གྱི་དེ་ཁོ་རྒྱབ་ལྗོངས་འདྲ་བོ་དེ་སངས་རྒྱས་མགོན་པོ་འོད་དཔག་མེད་ཀྱི་ནི་ཅིག་ཕྲིན་ལས་དང་དེའི་དེ་གི་ད། གར་བྱེད་སྐོར་ཅིག་བྱིན་རླབས་དང་ཐུགས་བསྐྱེད་ལ་འབྲེལ་བ་ཡོད་པ་དེ་འདྲ་ཞིག་རེད། དེ་ནས་སྤྱིར་བཏང་གི་བཀའ་འགྱུར་གྱི་ཁྲོད་ན་ཡང་འོད་དཔག་མེད་ཀྱིས་ཤིང་གི་བཀོད་པ་མདོ་ལ་སོགས་པ་དང་མདོ་ཡང་འོད་དཔག་མེད་ཀྱིས་དག་གི་ཤིང་གི་བཀོད་པ་དམ་པ་འོད་དཔག་མེད་ཀྱི་ཐུགས་བསྐྱེད་སར་དམ་པ་ལ་སོགས་པ་དག་སངས་རྒྱས་མགོན་པོ་འོད་དཔག་མེད་དང་འབྲེལ་བའི་མདོ་ཡོད་རེད། དེ་གཅིག་པུ་མ་རེད་སྤྱིར་བཏང་གི་འཐག་པ་ཆེན་པོ་དག་ཅིག་གསར་པ་དང་རྒྱ་ཆེ་བ་གི་ཆུ་རྣམས་ཀྱི་ཚུལ་འཆད་པའི་གཞུང་ལུགས་རྩ་ཆེན་པོ་ཞིག་གི་གཅིག་དེ་སངས་རྒྱས་ཕར་བོ་ཆེའི་མདོ་རེད། སངས་རྒྱས་ཕར་བོ་ཆེའི་མདོ་གི་ནང་དེ་ལ་ཡང་དེ་ནི་སྤྱིར་བཏང་གི་སངས་རྒྱས་ཕར་བོ་ཆེའི་མདོ་དེ་ཤངས་ཆོས་གཞན་པར་གཞོན་ནུ་ནོར་བཟང་གིས་དེ་ནི་དགེ་བའི་བཤེས་གཉེན་མང་པོ་བསྟེན་ནས་དེ་དག་གི་མདུན་ནས་དེ་ནི་གདམས་ངག་བསམ་གྱིས་མི་ཁྱབ་པ་ཞུས་ནས་མཐར་ཁོང་གིས་དེ་ནི་ཤངས་ཆོས་གཞོན་པ་ཀུན་ཏུ་བཟང་བོ་སྨོན་ལམ་གྱི་རྗེས་སུ་བསྔོ་བར་མཛད་པ་དེ་དེ་འདྲ་རེད་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་བོ་སྨོན་པའི་ངོ་བོར་མཛད་པ་ཟེར་ན་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་བོས་བྱང་ཆུབ་སེམས་དཔའ་སྤྱད་པར་འཇུག་པ་དང་ཚུལ་མཐུན་པར་རང་གིས་ཡང་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་བོའི་སྤྱོད་ཡུལ་དེ་དག་སྤྱོད་ཡུལ་ཟེར་ན་ཁོང་གི་ཐུགས་རྗེ་ན་ཡོད་པའི་ཡོན་ཏན་དང་དེའི་རྟོགས་པ་དེ་ཚོ་རང་གི་རྒྱུད་ལ་ཡང་དེ་ནང་བཞིན་གྱི་ཡོང་ཡག་གི་ཆེད་དུ་དེ་དག་མིག་དཔེར་བཟུང་ནས་སྨོན་ལམ་བཏབ་པ་རེད་ང་ཚོ་རྣམས་ཀྱི་བཟང་སྤྱོད་ཟེར་ན་ཡང་ད་ག་རང་རེད་བ་སྨོན་ལམ་གྱི་རྒྱལ་པོ་རེད།

དེ་འདྲ་ཡིན་དུས་ཨོ་པག་མེག་གིས་ད་ང་ཚོ་གི་བོད་བརྒྱུད་ནང་བསྟན་གྱི་ཡང་སྤྱིར་བཏང་གི་གསང་སྔགས་ཀྱི་ཉམས་ལེན་གྱི་ཆ་ཞིག་གལ་ཆེན་པོ་ཞིག་ཏུ་འཕོ་བ་རེད་བ། དེ་འདྲ་ཡིན་དུས་བཙན་ཐབས་འཕོ་བའི་གདམས་པ་ཟེར་བ་དེའང་ད་རང་ཉིད་ཅིག་དག་གི་རྡོ་རྗེ་རྣལ་འབྱོར་མ་ལ་སོགས་པ་གསར་དུས་ཀྱི་དབུ་གཙུག་ཏུ་དེ་ནས་བླ་མ་དང་གཉིས་སུ་མེད་པ་སངས་རྒྱས་མགོན་པོ་ཨོ་པག་མེག་གསར་ནས་དེ་ནས་དེའི་ཐུགས་ཀར་ཡར་འཕོ་བ་ལ་སོགས་པ་དེ་འདྲ་རེད་བ། དེ་འདྲ་ཡིན་དུས་ཨོ་པག་མེག་དེ་སྤྱིར་བཏང་གི་ཧ་ཅང་གལ་ཆེན་པོ་རེད། ད་ཡིན་ན་ཡང་དེ་ཨོ་པག་མེག་ལ་གསོལ་བ་འདེབས་པར་བཤད་པ་ལགས། དེ་ལྟ་བུའི་དེ་ཨོ་དཔག་མེད་ཀྱི་རྗེས་སུ་སོང་ནས་རོ། ནི་ཞིང་ཁམས་ན་སྐྱེ་དགོས་པ་ཡོད་ན། ནི་ཐབས་ཤིག་ག་འདྲ་བྱེད་དགོས་རེད་ཟེར་ན་ད་ཨོ་དཔག་མེད་ལ་གསོལ་བ་འདེབས་དགོས་ཡོད་རེད། གསོལ་བ་བཏབ་ཟེར་ན་ཡང་ད་ང་ཚོ་ནམ་རྒྱུན་ཡིན་ན་སྤྱིར་བཏང་གི་ཅིག། ད་ཆོ་ག་གང་རུང་ཞིག་ལ་བལྟས་ནས་བསྒྲུབ་ཡ་དེ་རེད་བ། དེ་འདྲ་ཡིན་དུས་ཀྱི་དེ་དག་གི་ནང་ནས་ད་ག་ལ་ཆེ་ཤོས་ཅིག་དེ་གང་རེད་ཟེར་ན་ཆགས་མེད་བདེ་མོ་དེ་ཆགས་ཀྱི་ཡོད་རེད། སྤྱིར་བཏང་གི་ཆགས་མེད་རིན་པོ་ཆེ་ཟེར་བ་དེ་ད་ནི་མདོ་དཀར་རྒྱུད་ཡིན་གྱི་ཡོད་ན་འདྲ་གང་ལྟར་ཡང་དག་སྐམ་ཚང་རྩ་བའི་ཆ་ནི་ཁོང་སྤྱིར་བཏང་གི་སྐམ་ཚང་ལྟ་བུ་ཞིག་དཀར་རྒྱུད་པ་ལྟ་བུ་ཞིག་ཆགས་བསྡད་ཡོད་རེད། དེ་ཡིན་ན་ཡང་དག་ཁོང་སྤྱིར་བཏང་གི་ཡིན་ན་ཁོང་གི་ཤུགས་རྐྱེན་དེ་སེར་ནག་འདྲ་འདྲ་མཛའ་བ་འཕྲིན་ལས་དེ་ཡང་སྐམ་ཚང་དང་དཀར་རྒྱུད་གཅིག་པུ་མ་ཡིན་པར་རྙིང་མ་ལ་ཡང་ཧ་ཅང་ཤུགས་ཆེན་པོ་རེད། དེ་མ་ཡིན་པར་སྤྱིར་བཏང་གི་དམངས་ཁྲོད་ཀྱི་དབང་དུ་བཏང་ན་ས་དགེ་བཀའ་རྙིང་གི་སྐད་ཆ་མེད་པར

དེ་བཞིན་དུ་ནི་ད་ལྟའི་མ་ཡིན་པའི་སྡེ་མིན་མང་པོ་ཡོད་རེད་འཇིག་དུས་མང་པོ་ཡོད་རེད། དེ་ནི་ད་གི་དེ་སྔ་འགྱུར་རྙིང་མ་ཡིན་ན་ཡང་ད་ཅིག་གཏེར་ཁ་དེ་ཚོ་གི་ནང་ལ་ཡང་སྡེ་མིན་མང་པོ་ཡོད་རེད་ལ་དེ་བས་ཀྱང་ནི་ད་ཅིག་ད་གི་མི་ཕང་རིན་པོ་ཆེ་ཡིན་ན་ཡང་ཡང་སྡེ་མིན་ཙམ་བྱས་པ་དེ་འདྲའི་འཇམ་དགོས་མི་ཕང་དགོས་སོང་ཡང་ཡོད་རེད། དེ་འདྲ་བོ་མང་པོ་ཡོད་རེད་དེ་ཡིན་ན་ཡང་དེ་གི་ད་ཚང་མས་ཧ་ཅང་གི་ཅིག་དེ་གི་རྩ་ཆེན་པོ་བྱས་ནས་སོང་ཡ་གཙོ་བོ་ཅིག་དེ་ཆག་མེད་སྡེ་མིན་ཆག་དུ་ཡོད་པ་དེ་ད་རྒྱུ་མཚན་ག་རེ་ཡིན་ན་ཟེར་བ་དེ་རེད། དེས་ན་ངས་བསམ་བློ་བཏང་ན་དེ་ལ་རྒྱུ་མཚན་ཁ་ཤས་ཅིག་ཡོད་རེད་བསམ་གྱི་འདུག་གཅིག་དེ་ཆགས་མེད་རིན་པོ་ཆེ་དེ་སྤྱིར་བཏང་གི་ངག་གི་བདེན་ཚིག་གྲུབ་པོ་དྲང་སྲོང་ཨ་ད་དེ་འདྲས་ཤིག་ཆགས་ཏེ་ཡོད་རེད་དེ་འདྲ་ཡིན་དུས་ཁོང་གི་གསུང་གང་ཡིན་པ་ཡིན་ན་ཡང་སྤྱིར་བཏང་གི་ཅིག་དེ་གི་དེ་བྱང་ཆུབ་ཀྱི་སེམས་ནི་གི་ནི་ཡངས་པ་ལ་བྱང་ཆུབ་སེམས་ཡོད་མ་རེད་སེམས་ཡོད་མ་རེད་དེ་ད་ཡིན་ན་ཡང་ཁོ་རང་གི་ཅིག་དེ་གི་རྒྱལ་བ་ཐམས་ཅད་ཡེ་ཤེས་ལྷུན་གྲུབ་ཅིག་ན་ཡང་སྣང་ཚོར་ལ་ཡང་གཅིག་རྟེན་འབྲེལ་གྱི་དེ་གི་འཛག་པ་དང་འཕྲིན་ལས་ཀྱི་མངོན་སྟངས་དང་དེ་མ་འདྲ་བ་ཡོད་ས་རེད། དེ་འདྲ་ཡིན་དུས་ཆགས་མེད་རིན་པོ་ཆེའི་གསུང་མང་པོ་ཞིག་དེ་གཅིག་སྡེབ་སྦྱོར་དང་དེ་གཅིག་གཅིག་མང་པོ་ཞིག་ལ་དེ་འདྲའི་དགོངས་པ་མ་བཞེས་པའི་ཐོག་ནས་ཐ་ཀར་བ་དེ་གི་ད་མི་དམངས་དཀྱུས་མ་གི་གོ་ཐབས་ཡར་བ་དེ་འདྲའི་གི་མི་དམངས་དཀྱུས་མ་གི་དེ་ལ་འཇུག་ཐུབ་པ་ད་གཅིག་བརླག་ཆོག་ཟེར་བ་དང་ནག་པོ་འགྲོ་ཞིག་ཟེར་བ་འདྲ་བོ་དེ་འདྲའི་ཅིག་ཡོད་བ་ཆོ་ག་དེ་ཚོ་དེ་འདྲ་བོ་གནང་ནས་དེ་རིང་ཁ་ཐུག་མི་སུ་འདྲ་ཞིག་གི་ཡིན་ནའང་མ་རེད་ཅིག་འབྲུ་ནག་ཐུར་དེ་ཤི་བ་ཙམ་ཞིག་ཡིན་ན་ཡང་འདོན་ཐུབ་པ། འཇུག་ནུས་འཇུག་ཐུབ་པ། དེ་ཙམ་དུ་མ་ཟད་ནང་དོན་ཡང་རགས་རིམ་གྱིས་གོ་ཐུབ་པ། དེ་འདྲའི་ཞིག་གི་ད་ཅིག་ཚིག་དོན་དང་སྒྲིག་གསུང་སྟངས་ཚང་མ་དེ་བང་རིམ་འགྲིག་པོ་ཞིག་བོ་ཞིག་དང་ནི་ཁ་གསལ་པོ་ཞིག་བོ་ཞིག་དེ་མ་འདྲ་བ་ཞིག་ཡོད་རེད། དེས་ང་ཚོ་སྤྱིར་བཏང་གི་ནམ་རྒྱུན་གྱི་རྩོམ་རིག་ཅིག་ཡིན་ན་འདྲ། དཔེར་ན། ཁོ་རང་སྐད་གྲགས་འགྲོ་དགོས་ན་མི་མང་གི་ནང་ལ་ཤུགས་རྐྱེན་ཆེ་དགོས་ཡོད་ན་དེ་འདྲའི་ཆ་རྐྱེན་ག་ཤེད་ཀྱིས་ཚང་དགོས་རེད་བ། དེ་ཡང་གཅིག་རེད་བསམ་གྱི་འདུག། དེ་ལྟ་བུའི་སྣང་ངོར་ཤེས་པ་ལ་ཡང་ད་ཁོང་གིས་དཔེ་མི་སྲིད་པའི་དུས་ད་བྱང་ཆུབ་ཀྱི་སེམས་ཀྱི་སྐུ་ནས་བླངས་ནས་དེ་འཕྲལ་གྱི་དོན་ལ་སྟོན་པའི་སྒོ་ནས་དེ་ལྟར་དུ་གསུངས་བཞག་པ་ཡིན་དུས་མ་འཕྲད་པ་ཞིག་ཡོང་གི་ཡོད་རེད། གཅིག་དེ་ཆགས་མེད་རིན་པོ་ཆེ་རང་ཉིད་ད་ལྟའི་ཨོ་དཔག་མེད་ཀྱི་རྣལ་འབྱོར་དམིགས་བསལ་གྱི་གསང་འདུས་མགོན་པོ་ཨོ་དཔག་མེད་དང་འབྲེལ་བ་ཡོད་པ་དང་ཨོ་དཔག་མེད་ཀྱི་གྲུབ་ཐོབ་ལབ་ན་ཡང་འགྲིག་པ་འོ་དེ་འདྲའི་ཆགས་དེ་ཡོད་རེད། རྗེས་སུ་ཡང་ད་ཆགས་མེད་རིན་པོ་ཆེ་ནི་ད་ལྟའི་སྐུ་ཚེ་དེ་ཉིད་ཀྱང་དཔེར་ན་ད་ཅིག། དམིགས་བསལ་གྱི་དེ་འབྲེལ་གྱི་བརྡ་ཆགས་མེད་རིན་པོ་ཆེ་བདེ་བ་ཅན་ལ་ཕེབས་སོང་རེད་ཟེར་བའི་དེ་འབྲེལ་གྱི་དུས་སྐོར་གྱི་ལོ་རྒྱུས་དེ་ཆགས་མེད་རིན་པོ་ཆེ་གྱི་རྣམ་ཐར་ནང་ན་ཡོད་རེད་ཆགས་མེད་རིན་པོ་ཆེ་ལ་བདེ་བ་ཅན་ལ་ཕེབས་སྐོར་ཟེར་བ་དེ་ཡང་དེ་གི་རྣམ་ཐར་ནང་ན་རྒྱ་ཆེན་པོ་ཡོད་པ་དེ་འདྲ་རེད་དེ་འདྲ་ཡིན་དུས་ཆགས་མེད་རིན་པོ་ཆེ་ཁོང་གི་ཐུགས་བལྟ་ས་དང་སྐུ་ཚེ་གང་པོ་ལ་དེ་གི་བསྒྲུབས་ནས་མཐར་ཐུག་གི་མངོན་དུ་གྱུར་བའི་གྲུབ་འབྲས་དེའང་རང་ཉིད་བདེ་བ་ཅན་ལ་ཕེབས་ཀྱི་དེ་རེད་འདུག་བ་ད་ཡིན་ནའང་དེ་ཡང་དེ་གི་སེམས་ཅན་གྱི་ཆེད་དུ་ཡིན་ཆོག་གི་རེད་ད་མགོན་པོ་ཀླུ་སྒྲུབ་ཁོས་ཡང་ད་དེ་ཡང་སྐར་ཆེན་པོ་རེད་ད་གོང་དེ་གི་བདེ་བ་ཅན་ན་གི་གཤེགས་པ་དང་མཉམ་དུ་བདེ་བ་ཅན་དུ་ཕེབས་འདུག་བ་འོ་དེ་འདྲ་ཡིན་པ་དང་བདེ་བ་ཅན་དུ་སོང་ནས་དེ་འདྲའི་ཡིན་པ་ལ་སོགས་པ་མདོར་བསྡུས་སྤྲིན་ཆེན་པོ་ལ་སོགས་པ་ལུང་སྟེང་གི་ནང་ན་ཡང་ཡོད་རེད་ལ་ད་དེ་གི་ཡོངས་གྲགས་ཀྱི་དེ་གི་མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་ནང་ན་ཡང་ཀླུ་སྒྲུབ་ཡང་བདེ་བ་ཅན་དུ་ཕེབས་ཡོད་རེད་ད་དེ་འདྲ་རེད། དེ་འདྲ་ཡིན་ཏེ་དེ་ལྟ་བུའི་རྒྱབ་ལྗོངས་དག་ལི་ཁྲིམས་ཏི་ཏའི་དང་གྲུབ་བྱེད་རེད་དེ་ན་ཆགས་མེད་རིན་པོ་ཆེ་རང་ཉིད་ཀྱི་སྐོར་རང་གི་སྐུ་ཚེ་གི་ཉམས་ལེན་དང་དགོངས་པ་ཡིད་ཕྱོགས་དང་ཐུགས་བསྐྱེད་སྟངས་དང་དེ་ཚོར་མང་པོ་ཞིག་གི་ཐག་ཐག་ནས་ཡང་ད་དེ་ག་བདེན་མིན་གསུངས་ཡག་ལ་སྤྱིར་བཏང་གི་ལི་ཀ་ག་འདྲི་ཡིན་ན་ཡང་སྤྱིར་བཏང་གི་ཁུངས་འཁྱིལ་པ་ཡིན་པ་དེ་བཀའ་ཤག་ཁ་ཁ་ཞིག་རེད་ཡང་བཤད་བསྒྲགས་གི་ཁྱབ་ཁོངས་གང་ཞིག་ལ་ཕྱག་ལས་གནང་དགོས་ན་འདྲ་དེ་དེ་ག་རྩོམ་ཡིག་བྲི་དགོས་བ་ཡིན་ན། དེ་སོ་སོའི་དམིགས་བསལ་གྱི་དེ་གི་འབྲེལ་བ་ཡོད་པ་ཞིག་ཆགས་རྒྱུ་དེ་དྭངས་སང་ཤ་དང་ན་ཁོ་ཆེད་ལས་ཀྱི་ཅིག་གི་སྐད་ཆ་ཞིག་རུ་བ། དེ་འདྲ་ཡིན་དུས་ཕྱག་མོས་རིན་པོ་ཆེ་དེ་དྭངས་སང་སྐད་ཆ་ཤ་དང་ན་བདེ་བ་ཅན་གྱི་དེ་གི་ཆུ་དེ་གི་ཆུ་ཀྱི་ཉམས་ལེན་གྱི་སྐོར་དང་དེའི་སྐོར་གྱི་དམིགས་བསལ་གྱི་ཆེད་ལས་པ་ཆིང་ཁི་པའོ་དེ་འདྲས་ཞིག་ཆགས་འདུག་ད་ངས་དེ་དྭངས་སང་སྐད་ཆ་ཤ་དང་ཅི་ནས་གོ་བདེ་བོ་བཤད་ན་དེ་འདྲ་རེད།

བདག་གི་ཕྱི་བོར་མིག་གིས་མ་མཐོང་ཡང་རང་སེམས་གསལ་བོ་ཡིད་ལ་ལམ་མེར་གསལ་བོ་འོང་དུས་དང་པོ་ནས་བདེ་བ་ཅན་དེ་ཁ་ཕྱོགས་ག་འདྲ་ཞིག་ཕྱོགས་ག་འདྲ་ཞིག་ན་འདུག་དེ་ནི་དགའ་བ་འདུག་དེ་ནི་ངས་དངོས་སུ་མིག་གིས་མ་མཐོང་ན་ཡང་སེམས་ཀྱིས་བརྟགས་ནས་དྲན་བྲན་ཤེས་ཀྱི་སྒོ་ནས་དེ་ནི་དྲན་པའི་སྒོ་ནས་དེ་ག་དེ་གསལ་བཏབ་དགོས་ཀྱི་ཡོད་པ་དེ་ནི།

དེ་ནས་གཙོ་བོ་གསུམ་པོ་རིར་གྱུར་གྱི་ལྷུན་པོ་བཞིན་དུ་ལྷ་ལྔའི་ལྷ་ནི་ལྷ་མིར་བཞུགས་པའི་འཁོར་དེ་ནས་བྱང་ཆུབ་ཆེན་པོ་དགེ་སློང་ཤེས་བ་འབུམ་ལ་སོགས་པ་ཟིན། དེ་ནས་ད་ལྟའི་ཡོངས་འདུས་རྟ་རྒྱུད་ཚོགས་བྱང་གསར་འདེབས་བདེ་བ་ཅན་གྱི་རྒྱུད་བཞི་གི་ནང་གི་རྒྱུད་ཚོགས་བྱང་གསར་འདུ་འདེབས་པས་དེ་འདྲའི་གསུང་འདུལ་བ་ད་ལྟའི་ནང་ཚུད་འདུལ་བ་དེ་འདྲ་ལྟོས་ཡོང་བ་ཡིན་ན་ཉམས་ལེན་གྱི་མར་གཅིག་དངོས་གནས་གལ་ཆེ་ཞེས་ཡོང་བ་ཡིན་ན་ད་འཇམ་མགོན་མི་ཕམ་དང་རྗེ་བདག་ཉིད་ཆེན་པོ་ལ་སོགས་པའི་གཙོ་འགོད་འདེམས་སྨོན་རང་གི་ངོ་གདོང་ནས་བསམ་བློ་བཏང་ན

ཇི་སྲིད་རང་གི་ཡན་ལག་སྲོང་གིན་ཡོད་རེད་ད་དེ་སྲོག་པས་མི་སྲིད་པ་སྙན་ངག་གི་རང་བཞིན་རེད་ཡང་ཁོ་རང་ཁོ་རང་གི་ཁྱད་ཆོས་ཤིག་ཡོད་རེད་དེ་མི་མང་དཀྱུས་མ་གི་མདུན་གོ་གི་ཡོད་ན་ལ་གོ་དོན་རྩ་བ་ཉིད་ནས་གོ་གི་མ་རེད་དེ་འདྲ་ཡིན་ད་ལྟ་ཁྱོད་ཀྱི་དུག་ས་དུག་འཇོག་ཡོད་ན་ཆང་མེད་བདེ་མི་འདུག་ཁོ་རང་གར་ཞིག་གོ་རང་མི་མང་རང་བཞིན་མང་ཚོགས་རང་བཞིན་དེའི་དཔེ་མི་སྲིད་པ་ཤུགས་ཆེན་པོ་ཡོད་པ་ཞིག་རེད་འདུག་བ་དེ་འདྲ་རེད་དེ་འདྲའི་ད་ཁོང་གི་ཡན་ལག་དུམ་བུ་རེ་རེ་ནས་སྲོང་རེད་ད་དེ་གི་ཚོགས་བསགས་སྒྲུབ་སྦྱང་ཆ་ཚང་དེ་ཡོད་རེད་ད། དེ་ནས། མི་ལུས་དོན་དང་ལྡན་པར་འགྲུབ་པར་ཤོག་ཟེར་བ་སྟེ་དེའི་བར་ད་ཚིག་རེ་རེ་རེ་མ། ང་ཚོ་རྣམས་ཀྱིས་བདེ་ཆེན་ཤངས་ཁྲག་འདྲ་དེ་འདྲའི་སྐབས་སུ་ནི་དད་ལྡན་མི་འདི་ཡག་པོ་ཅིག་སྐྱོར་ཡོང་དེ་གི་ད་ཚང་མས་ཅིག་ལུས་བར་པོ་ཡོང་མིག་མཆི་མ་འཁྲུག་སེམས་རྩེ་གཅིག་པའི་སྒོ་ནས་འདོན་ཐུབ་གི་ཡོད་རེད་མདོར་ན་དེ་བཏོན་ཡོང་དེ་སྐྱོར་ཡོང་དེ་རི་མོ་སོ་སོ་ལ་ཚོར་བ་བྲོ་བ་ཞིག་ཡོད་གི་ཡོད་རེད་དེ་ཚིག་དེ་གང་རེད་ཟེར་ན་ནི་ཚིག་དོན་དེ་མ་ཧར་གྱི་ཡོང་སྟངས་དེ་མ། ཅིག་རེ་ཅིག་རེ་ལྷུན་འགྲུག་པོ་ཞིག་དང་ཁ་གསར་པོ་ཞིག་དང། གཅིག་རྒྱུ་མཚན་དག་ཚང་མ་དཔེ་མི་སྲིད་པ་དེ་འདྲའི་གི་ཅིག་དམིགས་བསལ་ཞིག་གི་ཐོག་ནས་གསུངས་བཞག་པ་ཡིན་ཙང་དེ་མི་སྐྱ་ཕོ་མོ་སུས་བཏོན་ཡོང་བ་ཡིན་ནའང་དེ་གི་བཏོན་ཡོང་བ་དེ་གོ་དོན་གཅིག་གོ་ཡོད་རེད་ད་དེ་རེད་ནའོ་དེ་རེད་དེ་ཁྱད་པར་ཞིག་ཡོད་རེད་དེ་ནས་ད་དེའི་རྒྱབ་ལྗོངས་ལ་ད་དེ་སེམས་བསྐྱེད་གི་ཡང་བྱང་ཆུབ་དེ་སེམས་བསྐྱེད་པ་དེ་ཡོད་རེད་པ་ད་ད་བྱང་ཆུབ་དེ་སེམས་བསྐྱེད་པའི་རྗེས་ལ་དེ་ནས་སེམས་བསྐྱེད་དངོས་གནས་དེ་གང་རེད་ཟེར་ན་བྱང་ཆུབ་སེམས་དབང་སེམས་བསྐྱེད་པའི་མཆོག་ནི་ད་སྨོན་ལམ་རེད་སྨོན་ལམ་འདེབས་པ་དེ་ཆགས་ཡོད་རེད། དེ་སྨོན་པ་སེམས་ཀྱིས་འགྲོ་བས་ན་སྤྱིར་བཏང་གི་སྨོན་ལམ་ཅིག་ལ་བརྟེན་ནས་འགྲོ་གི་ཡོད་རེད། འཇུག་པ་སེམས་ཀྱིས་ཡིན་ན་ད་ལྟའི་སྨོན་ལམ་འདེབས་པ་ལ་སོགས་པ་དང་འབྲེལ་བའི་ལག་ལེན་ཅིག་རེད་དེ། འགྲོ་བར་འདོད་དང་འགྲོ་བ་ཡི་ཤེས་བྲག་སོང་བ་ན་གྱི་སྤྱིར་བཏང་གི་བྱང་ཆུབ་ཀྱི་སེམས་བསྐྱེད་ཟེར་བ་འདི་ལས་དང་པོ་བ་ཡིན་ན་སྨོན་ལམ་དེ་རང་བྱང་ཆུབ་སེམས་དཔའི་སྨོན་ལམ་ནི་བྱང་ཆུབ་སེམས་དཔའི་སེམས་བསྐྱེད་པ་ཆགས་ཀྱི་ཡོད་རེད་ད་འདིའི་མདོ་དབང་རྒྱ་མི་མདོ་ལ་སོགས་པའི་ནང་ན་དེ་སྐོར་གྱི་མང་པོ་གསུངས་ཡོད་རེད། ད་སྨོན་ལམ་གང་སོང་ཡོད་རེད་ཟེར་ན་བདག་དང་བདག་ལ་འབྲེལ་ཐོག་གི་འདི་ནས་མཆན་བུ་བསྒྱུར་མ་ཐག་འོ་ད་སོང་ནས་དེ་ནས་བདག་དང་བདག་ལ་འབྲེལ་ཐོག་སོང་ནས་དེ་ནས་མར་ཅིག་སོ་སོ་དང་ད་ཅིག་སོ་སོ་གི་ནང་མི་དང་ཉེ་འཁོར་དང་དབྱེ་བ་ཚང་མ་ཆགས་ཞེན་མེད་པའི་སྒོ་ནས་བདེ་བ་ཅན་དུ་སྐྱེ་བར་ཤོག་སོང་ནས་ད་ཅིག་དེ་གཉིས་དཔེར་ན། འདི་རི་བོ་དང་ས་ཆ་ཡི་རིགས་གང་བྱུང་དང་དག་ཅིག་མང་པོ་ཞིག་དག་ཉེ་དུ་ལ་སོགས་པ་མང་པོ་ཞིག་ལ་ཆགས་ཞེན་མེད་པ་འཕྲང་སེམས་མེད་པའི་སྒོ་ནས་ནི་བདེ་བ་ཅན་སྐྱེ་བར་ཤོག་སོགས་ནས་ད་གསུངས་ཡོད་རེད་ད་དེའི་ནང་གི་བདུན་ཚིགས་ཤིག་རེད་བ་དེ་དེ་རེ་རེ་ནས་སོང་ངོ་དེ་ད་ང་ཚོ་ཚང་མ་བདེ་བ་ཅན་དུ་སྐྱེ་བར་ཤོག་ཟེར་བ་དེ་རེད་བ་ད་སྨོན་པ་སེམས་བསྐྱེད་ཀྱི་ཡིན་ན་སྨོན་པ་སེམས་བསྐྱེད་ལྟ་བས་ན་སྤྱིར་བཏང་གི་སེམས་བསྐྱེད་དེ་ལ་སྲོལ་གཉིས་ཡོད་རེད་གཅིག་དེ་ཉམས་ཀྱི་སེམས་བསྐྱེད་ལ་སེམས་ཅན་ལ་དམིགས་པ་རེད་གཅིག་དེ་ཤེས་རབ་ཀྱི་རྫོགས་བྱང་ལ་དམིགས་པ་རེད་བ་དེ་འདྲ་ཡིན་དུས་ཆགས་མེད་བདེན་མིན་གྱི་བདག་དང་བདག་ལ་འབྲེལ་རྟོག་ནས་འཇུག་གི་དེའི་བར་དུ་དེའི་གི་བདུན་ཚིགས་ད་ལྟ་དེ་གི་སངས་རྒྱས་ཞེས་པ་ཁྲག་ཁྲིག་གི་བར་ཏེ། དེ་འདྲའི་ཡུལ་སེམས་ཅན་རྣམས་བདག་དང་བདག་ལ་འབྲེལ་རྟོག་སེམས་ཅན་ཚང་མ་དེ་བདེ་བ་ཅན་དུ་སྐྱེ་བར་ཤོག་སོགས་ནས་ཡུལ་དེ་ལ་དམིགས་ཀྱི་ཡོད་རེད། ཡིན་ནའང་དེ་ལ་སྐྱེ་སྲིད་ཡོད་ད་ད་དེ་གི་དེ་སྙིང་རྗེ་རྫོགས་བྱང་ལ་དམིགས་པ་དེ་ཁོ་རང་དེ་གར་སོས་གོ་ཞིག་དོན་ཟེར་ན་འདྲ་འདྲ་ཅིག་བརྗོད་བྱ་བརྗོད་བྱ་འཕར་བ་འདྲ་བོ་ཞིག་ཆགས་ཀྱི་འདུག་བ། དེ་ནས་སངས་རྒྱས་སྐྱེ་བ་ཁྲག་ཁྲིག་བརྒྱ་སྟོང་ནི་དངོས་སུ་ནི་དེ་བདེ་བ་ཅན་ཟེར་བ་དེ་ག་འདྲ་ཡིན་པ་དེ། སངས་རྒྱས་ཞིང་སྦྱོང་དགོས་ཡོད་ན་སངས་རྒྱས་ཀྱི་ཞིང་ཁམས་ཡན་ལག་ཕྱེད་དགོས་ཡོད་དེ་ཨོ་བག་མེད་པའི་ཞིང་ཁམས་ཀྱི་བཀོད་པ་དེ་ཆ་ཚང་དེ་སངས་རྒྱས་སྐྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱ་སྤྱི་ཙག་ཙིག་སངས་རྒྱས་ཞིང་གང་གི་ཡོན་ཏན་བཀོད་པ་ཐམས་ཅད་གཅིག་བསྡོམས་པ་བདེ་བ་ཅན་གྱི་ཞིང་དེ་སྐྱེ་བར་ཤོག་ཟེར་དེ་ནས་རིན་ཆེན་སྣ་ཚོགས་ལས་གྲུབ་པ་ལ་སོགས་པ་དག་ཅིག་བསྟན་དང་བསྟན་པའི་ཡོན་ཏན་ཆ་ཚང་དེ་མར་གསུངས་འདུག་བ་དེ། འོ་དེ་རེད། དེ་འདྲ་ཡིན་དུས་དེ་ལྟ་བུའི་དཔེ་མི་སྲིད་པ་དེའི་ནང་ན་ད་འོག་དཔག་མེད་པའི་ཞིང་གི་བཀོད་པ་དམ་པའི་མདོ་ལ་སོགས་པའི་དག་པ་ཆེན་པོའི་མདོ་སྡེ་གི་ནང་ན་སངས་རྒྱས་མགོན་པོ་འོག་དཔག་མེད་ཀྱི་ཡོན་ཏན་དང་སངས་རྒྱས་མགོན་པོ་འོག་དཔག་མེད་ཀྱི་ཞིང་ཁམས་ཀྱི་ཡོན་ཏན་ལ་སོགས་པ་དེ་སྐྱེ་བའི་རྒྱུ་སྐྱེ་བར་བཤད་པའི་ཚགས་མ་དེ་དག་སྨོན་ལམ་དེའི་ནང་འདུས་ཡོད་རེད། སྤྱིར་བཏང་གི་བདེ་བ་ཅན་གྱི་ཞིང་ཁམས་སྐྱེ་བར་བཤད་པ་ལ་རང་ལྟ་ང་ཚོ་བོད་བརྒྱུད་ནང་བསྟན་དག་ཡིན་ན་བདེ་བ་ཅན་གྱི་རྒྱུ་བཞི་ཟེར་བ་ཅིག་རྩ་འདོན་བྱེད་དགོས་རེད་རྒྱུ་བཞི་ཁག་དེ་སྨོན་ལམ་ཚར་གཅིག་ཏུ་ནི་འགྲུབ་བསྡད་ཡོད་རེད་ད། དེ་ནས་རྒྱུད་བཞི་ཀ་དེ་འགྲུབ་པ་ཙམ་དུ་མ་ཟད་དེའི་སྨོན་ལམ་དང་འབྲེལ་བའི་སྒོ་ནས། རྟེན་ཚོགས་བྱང་གསལ་འདེབས་དང་འབྲེལ་བའི་སྒོ་ནས། དེ་ནས་འོད་དཔག་མེད་ཀྱི་ཞིང་ཁམས་ཀྱི་རྟེན་དང་བརྟེན་པའི་བཀོད་པ་ཡོངས་སུ་རྫོགས་པ་དེ་དག་གསུངས་བཞག་ཡོད་རེད། དེ་ནས་དེའི་ཕ་ཡུལ་ཡང་དེ་དང་འབྲེལ་བའི་སྒོ་ནས་གསུངས་ཡོད་རེད། ད་ཡོད་དུས་དེ་འདྲའི་གཞུང་ཁོ་རང་གི་རང་སྟེང་ནའང་དམིགས་བསལ་གྱི་ཁྱད་ཆོས་ཤིག་ཡོད་རེད། དེ་རེད་ད་དེ་གསུང་མཁན་དེ་སངས་རྒྱས་མགོན་པོ་འོག་མའི་རྩེ་གཅིག་དེ་ཡིན་ལ་ཞིང་གི་ད་ཉམས་ལེན་བྱེད་མཁན་གྱི་རྣལ་འབྱོར་བ་དེ་ནི་སྐུ་ཞེ་དགག་ཡང་དག་གི་སངས་རྒྱས་འོག་མའི་གི་ཞིང་ཁམས་ལ་དངོས་སུ་ཕེབས་མཁན་དེ་འདྲའི་གི་ཕྱག་མེད་རིན་པོ་ཆེ་དེ་བཞིན་དུ་ཁོང་སྔགས་ཀྱི་བདེན་ཚིག་བྲི་བ་དེ་འདྲའི་གི་གྲངས་ཚང་ཆེན་པོ་ཞིག་རེད། གཉིས་དེ་ནི་གང་རེད་ཟེར་ན་ཁོང་གི་གསུང་བ་དེའང་གཙོ་བོ་སེམས་ཅན་ཚང་མ་ལ་ཕན་པའི་ཆེད་དུ་གོ་སླ་བོ་དང་བདེ་བོ་གི་ཐང་ནས་གསུང་བཞག་པ་ཅིག་རེད། གསུམ་སྟེ་ནི་དེ་གི་མགུལ་ནས་མཇུག་གི་བར་དེ་ཡང་དེ་ཡང་རང་གོ་སླ་བ་ཙམ་མ་ཡིན་པར་རྒྱབ་ལྗོངས་དེ་གོ་ཅིག་ཧ་ཅང་དེ་གི་ད་ཆ་ཚང་བ་ཞིག་དག་གི་ཞིབ་འཇུག་དང་དེ་འདྲའི་ཡོད་པའི་ཐོག་ནས་དང་བཟང་ཞྭ་དང་ཡིན་ན་དཔེ་མི་སྲིད་པར་ཧ་ཅང་དོན་ཡོངས་སུ་རྫོགས་པ་དེ་ཁོང་དུ་ཆུད་པའི་ཐོག་ནས་རེད་བ་ནི་དེ་གསང་བཞག་པ་ཡིན་དེ་གི་དེ་བརྗོད་དོན་དེ་མ་འདྲ་བ་ཞིག་ཆགས་དེ་ཡོད་རེད་དེ་འདྲ་ཞིག་ཡིན་པའི་རྒྱུ་མཚན་གྱིས་དེ་ནི་ཁོང་གིས་དག་བདེ་སྣང་དེ་གི་རི་ཁར་སི་ཁོ་ར་ཅིག་འཕྲིན་ལས་ཟེར་ན་འདྲ་འདྲ་འགྲོ་དོན་དེ་མ་འདྲ་བ་ཅིག་བྱུང་ཡོད་རེད་བསམ་གི་འདུག་དེ་ཡིན་དུས་ཀྱི་ད་ང་ཚོ་ཡིན་ན་ཡང་ནམ་རྒྱུན་ཕྱོགས་གཅིག་ནས་རི་བ་དེ་ཅིག་རེད་ཐག་པ་ཆེན་པོ་ཅིག་ཡིན་སྙམ་ནས་གསར་པ་དང་རྒྱ་ཆེ་བ་ཚང་མ་སྒུག་ཡོད་རེད་དེ་ཕྱོགས་གཅིག་ནས

མི་སྲིད་པའི་དུར་བདག་སྤྱི་དང་གི་དུག་རླངས་དང་རིགས་བུ་མཐར་རྒྱ་བསྐྱེད་པ་དང་རྒྱ་ཆེན་པོ་གི་ཕྱག་ལས་གནང་གི་ཚེ་ལས་མི་ཚེ་ན་དེ་འདྲ་ཡོད་ན་དེ་ཚོ་ལ་བསོད་ནམས་ཡོད་བ་རེད། གང་ལྟར་ཡང་ནམ་ཞིག་ན་ཚོགས་ཞིང་དེ་ལ་བབ་པ་ཡིན་ན་འབྲས་བུ་ཉིད་དུ་མི་འབུར་འགྱུར་སོང་བ་ལྟར་དུ་སྣང་གི་རེད་དེ། ཁར་དཀའ་ཐུག་ལ་ཁ་ཚ་དགོས་གཏུག་གི་ཐོག་ནས་ཅིག་ཡོང་དགོས་ཡོད་ན་དེ་ནི་སངས་རྒྱས་མགོན་པོ་དཔག་མེད་ལ་གསོལ་བ་ཐེབས་ཀྱི་དེ་རེད་བར་དོ་གི་ཉམས་ལེན་ནི་ཅིག་ལ་ཚེ་འདི་ལ་བལྟས་དང་བལྟས་ཚར་གོམས་འདྲིས་བྱས་ཡ་དེ་རེད་ད་བར་དོ་ཐུགས་སྒྲུབ་ཆེན་མོ་མགོན་རིན་པོ་ཆེ་གི་གསུང་དེ་རེད་དེ་དེའི་ཡང། ད་སྲིད་པ་བར་དོ་སྤྱིར་བཏང་གི་ང་ཚོ་མི་ཚང་མ་གི་ད་སྲིད་པ་བར་དོ་གི་ཉམས་ལེན་དེ་ལ་བལྟས་ནོ་དུས་ནི་སངས་རྒྱས་མགོན་པོ་འོག་པ་མེ་ལ་སོ་ར་འདབས་ཀྱི་དེ་སྲིད་པ་བར་དོ་གི་དཀའ་ཁུལ་ཉམས་ལེན་གི་གཙོ་བོ་དེ་རེད་བ། འོ་དེ་འདྲ་ཡིན་དུས་གི་མདོར་ན་ཧོ་དཔག་མེད་དུ་རྩ་ཆེན་པོ་རེད་ལ་ཨོ་དཔག་མེད་དུ་གར་ཆེན་པོ་ཡིན་པ་ནང་བཞིན་འོ་དཔག་མེ་ལ་སོ་ར་འདབས་པ་ལ་དེ་ནི་ཆགས་མེད་བདེན་མིན་དེ་དམིགས་བསལ་གི་ཧ་ཅང་གི་དེ་གི་དེ་ཁྱད་དམ་པ་པོ་བདེན་བ་ཅན་གི་སྨོན་ལམ་ཞིག། ཆགས་ཀྱི་ཡོད་རེད་བསམ་གྱི་འདུག་ལ་དེ་ལྟར་དུ་མང་པོ་ཞིག་གི་ངོས་ལེན་ཡང་ངོས་འཛིན་ཡང་གནང་གི་ཡོད་རེད་ལ་མང་ཁྲོ་ལ་དེ་འདྲའི་དར་ཁྱབ་ཡང་ཆེན་པོ་ཡིན་པ་དེ་རང་ལྟ་དེ་དྲི་བ་དེ་ཞོར་ལ་ཞུས་པ་རེད་རྣམ་པ་ཚང་མ་བཀྲ་ཤིས་བདེ་ལེགས།